དཔའ་མོ་བ་དང་པོ་དེ་གསུམ་ཆེན་བར་གྱི་མཆོད་པ་ཟེར་བ་དེ་བློ་སྣ་ཐུང་ངེ་བ་བག་ཚ་རེ་བ་ཅིག་དགོས་ཟེར་སོང་འདུག་བློ་སྣ་ཐུང་བློ་སྣ་ཐུང་ཟེར་བའི་སྐབས་སུ། ད་ད་ལྟ་ད་ལྟ་ཡོད་ན་འགྲིག་གི་འདུག་ད་ལྟ་ཟ་རྒྱུ་ཡོད་ད་ད་ལྟ་འཐུང་རྒྱུ་ཡོད་ཟ་རྒྱུ་ཡོད་ན་འགྲིག་གི་འདུག་ཟེར་ནས་ཅིག་ད་ཆུ་ཚོད་གཅིག་གི་རྗེས་ལ་ཕར་ཆེར་བསྡད་ཀྱི་ཡོད་མེད་ཅི་ཤེས། ཕྱི་དྲོ་ཆུ་ཚོད་གསུམ་པ་བཞི་པ་ནས་ང་བསྡད་ཡོད་མེད་ཅི་ཤེས་བསམ་པ་ཅིག་མི་དག་པའི་འདུ་ཤེས་བློ་ལ་ཉེ་བར་བཞག་ནས་བསྡད་མཁན་ཡོད་ན་བྱོས་པ་རེད། བློ་སྣ་ཐུང་ཐུང་ཞིག་བག་ཚ་རེ་བ་སོ་སོའི་འཇིགས་ཞུམ་དང་བཅས་པའི་ཐོག་ནས་ཨོ་དེ་འདྲ་ཞིག་འཆི་བ་མེ་ལྟར་དྲན་པ་ཞིག་སྒུག་ཡོད་རང། དེ་མེད་ཚར་ན་ང་ཚོས་འཆར་གཞི་མང་པོ་བཏིང་ཡོད་རེད། སང་ཉིན་མོ་སྒོ་ཉིས་སྟོང་ཉི་ཤུ་རྩ་གཅིག་གི་དུས་ཚོད་ཡང་ད་ལྟ་ནས་གྲ་སྒྲིག་བྱས་པ་རེད། ད་མ་ཤི་སྒྲིག་ད་སྒྲིག་དགོས་རེད་བ་མ་སྒྲིག་ན་དཀའ་ལས་ཁ་པོ་རེད་བ།

ཁ་ཆེའི་ཆོས་ལུགས་ནང་ལོགས་ལ་ཡ། སྤྱི་དང། ང་ཚོ་ཟེར་ན་རྟག་རྡོ་སྒོང་ཟིམ་རྒྱ་ནང་ས་གཉིས་ཐུག་ཡོང་ཟེར་ལབ་ན་དེ་ཁ་ཆེའི་ཆོས་ལུགས་ལ་ཡ། ཁ་ཆེ། ཁ་ཆེ། ཁ་ཆེའི་ལྷ་ཡི་བཀའ་དང་འགལ་དུ་ཡོད་རེད། དེ་ཟེར་གི་འདུག་བ་འདྲ་ཆག་པོ་འདྲ་བྱས་ཡོད་རེད། ག་རེ་ཟེར་ན་ས་གཉིས་ཐུག་ཡོང་ཟེར་ཡ་གི་ས་གཉིས་ཐུག་ཡ་ལ་ཆོས་རང་ལ་དབང་ཚད་མེད་པ། དེ་སྟོན་པ་ཁོ་རང་གིས་ང་ཚོ་སང་ཉིན་ཐུག་ཡག་གི་གོ་སྐབས་དེ་སྤྲད་མ་བསྡད་དེ་སྟོན་པ་ལ་རག་ལས་ཀྱི་རེད་མ་གཏོགས་ཁྱེད་རང་ང་ཚོ་སང་ཉིན་ཐུག་ཡོང་ཟེར་ནས་ག་འདྲ་བྱས་ནས་སང་ཉིན་ཐུག་ཐུག་གི་ཡོད་པ་ཁྱོད་ལ་གདིང་ཡོད་པས་དེ་ཟེར་ཡོང་དུས་ཨ་འོ་བདེན་པ་རེད་ཟེར་འདུག་བ་ཟམ་ཟམ་རེད་ཟེར་འདུག་བ། དེ་རེད་བ་དངོས་ནས་ང་ཚོ་ལས་སླ་བ་དེ་གཟིམ་ཆང་ནང་སང་ཉིན་མཇལ་ཡོང་ཟ་ག་ཅིག་རེད་བ། སང་ཉིན་ཆུ་ཚོད་ག་དུས་བདུན་པ་ལ་ཐོག་ཐུག་ཡོང་ཟ་ག་ཅིག་ཆ་ཚང་ཏག་ཏག་ཁོ་རང་བསྒྲིགས་བཞག་རེད། ཡིན་ནའི་ཁ་ཆེའི་ཆོས་ལུགས་ནང་ནས་ཡང་དེ་ལབ་ན་སྟོན་པའི་བཀའ་དང་དགའ་གི་ཡོད་རེད། དེ་འདྲ་ལབ་རྒྱུ་ཡོད་མ་རེད། ང་ཚོ་སྟོན་པས་ཀྱི་སང་ཉིན་ཐུག་ཡག་གི་གོ་སྐབས་གནང་ན་ཐུག་ཡོང། ཨོ་དེ་ལགས་པོ་རེད། དེ་ཡག་པོ་རེད་དོ། མི་རྟག་པ་དྲན་ཡག་རེད་ཟེར་དོ། ད་སྟོན་པ་དེ་ང་ཚོ་སྟོན་པ་དེ་ག་བ་བཞག་ན་རེད་ར་བ་སྟོན་པ་དེ་མི་རྟག་པ་ཆགས་ཀྱི་ཡོད་རེད། མི་རྟག་པས་ཀྱི་ང་ཚོ་ལ་གོ་སྐབས་སྤྲད་ན་ཨོ་དེ་ནི་ཐུག་གོ། མི་རྟག་པས་གོ་སྐབས་མ་སྤྲོད་ན་དེ་ནི་བའི་བའི། ད་ད་ནི་བ། ཚེ་ཕྱི་མ་ལ་ཡང་ཡང་བཅར་བའི་སྨོན་ལམ་ཡོད་སྟེ། ད་ལྟའི་ལྷག་པར་བློ་བདེ་བོ་འདྲ་ཞིག་འདུག་ཨ། ཁོ་སང་ཉིན་ཐུག་མཁན་ང་འགྲོ་ཚར་ཐུག་ས་དེ་བསྡད་དེ་ཡོད་ན་ཡང་ཨོ་ད་ཡག་པོ་འདུག་ཁོ་མི་རྟག་པར་དྲན་བཞག་བསམ་ས་ར་བུ་ཁོ་རང་ལ་ཡང་ཅིག་བག་ཆགས་ཟ་བ་ཅིག་བཞག་ནས་ཨོ་དེ་འདྲའི་བསམ་བློ་བཏང་དགོས་ཀྱི་འདུག་ཨ་བསམ་ས་ར་བུ། ང་ཚོ་ཚེ་ལ་ངེས་པ་ཡོད་མ་རེད། ག་དུས་བཤད་བསྡད་པ་ནམ་ཕྱིན་ཆ་མེད་རེད་ཕྱི་ཆིངས་ངེས་མེད་རེད་ཟེར་ཤེས་བཤད་བསྡད་ཡོད་རེད་མ་གཏོགས་སེམས་པ་ནང་ན་དཀའ་ལས་ཁག་པོ་འདུག་ཨ། སང་ཉིན་བསྡད་ཡ་གྲ་སྒྲིག་བྱེད་གི་འདུག་གནངས་ཉིན་བསྡད་ཡ་གྲ་སྒྲིག་བྱེད་གི་འདུག་ལོ་གཞུག་མ་ལ་ཁང་པ་རྒྱག་ཡ་གྲ་སྒྲིག་བྱེད་གི་འདུག་དེ་ལོའི་གཞུག་མ་དེ་ལ་ཡ་ཡང་མོ་ཏྲ་ཉོ་ཡ་གྲ་སྒྲིག་བྱེད་གི་འདུག་དེ་ལོའི་གཞུག་མ་དེ་ལ་ཡ་དེ་ནས་ཅིག་ཅིག་ཅིག་རྟག་པར་བང་བསྒྲིགས་ནས་ཅིག་ཤུ་གུ་འདའ་ག་ཚ་ཅིག་ཤོག་གྲངས་བ་ཅིག་བཅོ་བརྒྱད་བཅུ་དགུ་ཞིག་ད་བྲིས་བཞག་ཡོད་རེད། ཉིས་སྟོང་ཉི་ཤུ་གྱི་ཆ་ཤས་ཉིས་སྟོང་ཉི་ཤུ་རྩ་ལྔ་གི་ཆ་ཤས་ཕ་ཤ་ཉིས་སྟོང་དྲུག་ཅུ་གི་ཆ་ཤས་བྲིས་ཤག་རེད་འདུག་ག་ཁྱད་པར་ཡོད་མ་རེད་ཚེ་དབང་ཞུ་ཆོག་གི་རེད་ས་ག་ཅིག་རོགས་སངས་རྒྱས་ཚེ་དཔག་མེད་འགྲོ་ཚེ་རིལ་རྒྱག་ཚེ་ས་ཚེ་ཆང་རྒྱག་ཚེ་ཐོང་ཤ་ན་ཚེ་རིང་འགྲོ་གི་རེད་བསམ་བསྡད་པ་དེ་ཙམ་ཞིག་རེད། དེ་འདུག་ཁོ་ཚོས་ཟེར་ཡོང་ས་ད། ལྷ་ཡི་སྣང་བ་ཡོད་ན་སང་ཉིན་ཐུག་གི་རེད། འོ་དེ་ཡིན་དུས་ང་རང་གིས་སང་ཉིན་ལྷ་གི་ཐུག་ཡག་གི་གོ་སྐབས་གནང་ན་ང་ཉིད་ཐུག་གོ་ཟེར་ཡོང་དུས། ཅིག་ཡིན་ན་ཡིད་ཆེས་ཡོད་དེ་ཅིག་ང་ཚོ་གི་རེད་བ། ཆོས་རྒྱུད་ད་ལྟ་གྲུབ་སྐད་ཆ་ཁ་ཁ་རེད་དེ་ཕ་གཡུག་ཞོག་ད་ལྟ་གྲུབ་སྐད་ཆ་ཤེས་གི་ཡོད་མ་རེད་ཡིན་ནའང་མི་ཡི་སྤྱི་བཏང་གི་རང་བཞིན་ཉིད་ཅིག་ཅིག་བསམ་བློའི་འཁྱེར་སོ། ཅིག་མི་དང་མི་གི་པ་ར་ལ་འབྲེལ་བ་བྱ་སྟངས་དང། འདུ་ཤེས་ཀྱི་ཐོག་ནས་བྱ་བ་གང་ལ་ཡང་ཅིག་མགོ་བཙུགས་ཡག་དང་མཇུག་སྐྱེལ་ཡ་དང། གཅིག་གིས་དེ་འབྲེལ་གྱི་གཞུང་སྐྱོང་ཡ་ལ་སོགས་པའི་ཐོག་ལ་བསམ་བློ་བཏང་སྟངས་དེ་ང་ཚོ་ལ་གོ་རིམ་གཅིག་དགོས་ཀྱི་རེད་བ། དེ་འདྲའི་ཐོག་ལ་བསམ་བློ་བཏང་ཡོད་དུས་གཅིག་ལམ་སང་ཐག་ཆོད་པ་རེད་ཟེར་ང་ཡང་ཐུག་ཡོང་ཨ་སང་གཉིས་དེ་བྱས་སྟོང་ཨ་གནངས་གཉིས་དེ་བྱས་སྟོང་ཨ་ཟེར་བཞག་ན་ལྟས་ཚེ་གཅིག་དུས་རྒྱུན་དུ་མི་འཐག་པ་ལ་ཡ་ཡི་ཤི་ཞེ་དྲག་མེད་ཀྱི་ང་འདྲ་བོ་ཞིག། ཅིག་ང་སང་ཐག་ཆོད་པ་ཅིག་གིས་འཆི་བ་ཡོང་གི་མ་རེད་བསམ་པ་ཅིག་གིས་གདེང་འཇོག་འདྲ་བོ་ཅིག་ཡོད་པའི་བཟོ་ར་ཅིག་ཤེས་སྟབས་རྣལ་འབྱོར་པ་ཅིག་གིས་རླུང་སེམས་བདུད་སྡེ་ལས་ཆུད་དེ་ངན་ཞིག་ཡིན་ན་ནི་ནི་སུའི་ལོ་ག་རེད་ཁོ་འཆི་བདག་སོ་སོ་ཧ་གོ་གི་ཡོད་རེད་ག་དུས་ཤི་མ་ཤི་དེ་དེ་ནི་སུའི་ལོ་ག་རེད་ད་དེ་འདྲ་ཅིག་གི་གནས་སུ་སླེབས་ཐུབ་ན་ད་ཡག་པོ་རེད་བ། དེ་རེད་ལས་རླུང་དབུ་མ་ལ་ཚུད་ཚར་ན། དེ་ནས་ཁོས་བཤད་ཐུབ་ཀྱི་རེད་དཔེར་ན་ང་ཚོ་ལོ་གསུམ་ཕྱོགས་གསུམ་ལ་སྒྲུབ་པ་ཞུ་མཁན་ཐམས་ཅད་ཀྱིས་དཔེ་ཆའི་ནང་རུ་བབས་ཀྱི་དང་ལོ་གསུམ་ཕྱོགས་གསུམ་ཟེར་ཡོང་དུས་ལོ་གསུམ། ཟླ་བ་ཡར་ངོའི་ཕྱོགས་གཅིག། མར་ངོའི་ཕྱོགས་གཅིག། ཡར་ངོའི་ཕྱོགས་གཅིག་བྱེད་དུས་ལོ་གསུམ་དང་ཟླ་བ་གཅིག་དང་ཕྱེད་ཀ་རེད། དེང་སང་ཡང་སྐད་ཆ་གསར་པ་གཅིག་ལ་ལོ་གསུམ་ཟླ་གསུམ་བདུན་གསུམ་ཞག་གསུམ་ཆུ་ཚོད་གསུམ་སྐར་མ་གསུམ་སྐར་ཆ་གསུམ་ཟེར་དེ་རིང་བཤད་དེ་རིང་ཞུ་བ། ནང་རུ་པ་ལས་ལྷག་ཕེབས་དེ་ངས་དེ་ལས་མང་པོ་འདུག། ཨོ། དེ་འདྲས་ང་ཚོ་བཟོ་བཅོས་བཏང་དགོས་ཡ་མི་འདུག་དཔེ་ཆ་ནང་ལ་ག་རེ་ཡོད་པ་དེ་རང་འཇགས་བཞག་ན་འགྲིག་ར་མིས་ལ་མགོ་བསྐོར་ནས་སྐད་ཆ་དེ་འདྲ་བཤད་དགོས་ཡ་གང་མི་འདུག་ཨ་ལོ་གསུམ་ཟླ་གསུམ་ཞག་གསུམ་བདུན་གསུམ་ཟེར་དེ་ཟོ། ཨོ་དེ་འདྲས་དེ་མེད་པ་དེ་ད་ཁོ་རང་གཅིག་གི་ལས་རླུང་དབུ་མ་ལ་ཚུད་ཡ་གི་ད་ཁོ་ར་ཟབ་མོ་ནང་དོན་ནང་ལོགས་ལ་ཡ་གསལ་ཞིང་གསལ་བ་ཡོད་པ་རེད། འོ། མི་བཅུ་དོ་གཅིག་གི་རླུང་སེམས་གཉིས་མེད་ཀྱི་འགྲེལ་ཆེན་རྣམ་བཤད་ཆེན་པོའི་ནང་ལ་ཡོད་པ་རེད། དེ་འགྲེལ་བྱེད་ཀྱི་ཐོག་ལ་བསམ་བློ་བཏང་ཡོང་དུས་རྣལ་འབྱོར་པ་ཀྱི་ལས་རླུང་དབུ་མ་ལ་ཚུད་ཡོང་དུས་དེ་ནི་ལོ་གསུམ་དང་ཟླ་བ་ཡར་ངོའི་ཕྱོགས་མར་ངོའི་ཕྱོགས་ཡར་ངོའི་ཕྱོགས་གཅིག་ལ་ཡར་དང། རྣལ་འབྱོར་སྔོན་དུ་བྱས་ཐུབ་ཡ་གཅིག་གིས་རྣལ་འབྱོར་ཤིན་ཏུ་ཕྲ་བའི་གཉུག་མའི་རྣལ་འབྱོར་ངོ་འཕྲོད་ཐུབ་ཡ་གཅིག་གི་གནས་ཚད་དེ་ལ་ལོ་གསུམ་ཕྱོགས་གསུམ་ཟེར་ནས་ཕ་ཡི་ལ་ཆ་ནོར་ཕྱོགས་ཁ་སར་ཕྱོགས་ཡར་ངོའི་ཕྱོགས་མར་ངོའི་ཕྱོགས་ཡར་ངོའི་ཕྱོགས་བསྡོམས་ན་ཟླ་བ་ལོ་གསུམ་དང་ཟླ་བ་གཅིག་དང་ཕྱེད་ཀ། བྱེད་སྟངས་གཉིས། ཨོ་ད་དེ་འདྲ་རེད་ཟླ་བ་ལོ་གསུམ་དང་བྱེད་སྟངས་གཉིས་རེད་དེ་འདྲ་གཅིག་གི་ཐོག་ལ་ད་སྤྲོད་པ་དེ་ནི་ཟུར་དེ་སོ་སོ་རེད་དེ་མ་ཡིན་ན་ད་ལྟ་ང་ཚོ་འདིའི་སྐབས་སུ་གསུངས་པ་ལྟ་བུ་གི་རྨི་ལམ་རྒྱུ་མ་ཐོན་ན་ཡོང་དེས་ན་སྤྱོ་བ་ལ་གཅིག་པུར་ཁོར་ཡུག་ཆགས་སྟངས་འདྲེས་པ་ཀུན་སྤྱོད་ལ་སོ་སོ་མི་དག་པའི་འདུ་ཤེས་སྤྱད་ནས་ང་ཚོ་ཚེ་འདི་རྟག་པ་ཡོད་མ་རེད་བརྟན་པ་ཡོད་མ་རེད་ག་དུས་ཤིང་ཡོང་ངེས་པ་ཡོད་མ་རེད་བསམ་པའི་གི་བཀའ་གདམས་པའི་བླ་མ་གོང་མ་ཚོང་གི་དེ་ནས་མི་རྟག་པའི་འདུ་ཤེས་ལ་གཙོ་བོར་བཞག་ནས་མ་ཡེངས་མ་ཡེངས་འཆི་བ་འོང་ཞེས་པའི་དམ་པའི་གདམས་ངག་དེ་ལས་ལྷག་པའི་གདམས་ངག་མཐོང་མ་མྱོང་ཟེར་ནས། པོ་ཏོ་བས་གསུང་བ་དང་དོན་དག་འདི་རེད། དམ་པའི་གདམས་ངག་ལ་མི་རྟག་པའི་འདུ་ཤེས་ལས་ལྷག་པ་མི་འདུག་དང་པོ་ཆོས་ལ་འཇུག་པ་ལ་དེ་ཡིས་གྲོགས་བྱེད་ཀྱི་འདུག་ཆོས་དངོས་གཞི་ཉམས་ལེན་གྱི་སྐབས་སུ་ལ་མི་རྟག་པའི་འདུ་ཤེས་ཀྱིས་གྲོགས་བྱེད་ཀྱི་འདུག་ཆོས་མཐར་ཕྱིན་པ་ལ་ཡང་མི་རྟག་པའི་འདུ་ཤེས་ཀྱིས་གྲོགས་བྱེད་ཀྱི་འདུག་དེ་ཡི་ཕྱིར་ན་བདག་གིས་གདམས་ངག་ཟབ་མོ་དེ་མི་རྟག་པ་ལས་ལྷག་པ་མཐོང་མ་མྱོང་ཟེར་ཡ་དེ་པོ་ཏོ་བས་གསུང་དེ་ལྟར་དེའི་དོན་བསྒྲུབས། དེ་འདྲ་གཅིག་གིས་ང་ཚོའི་གི་སེམས་ལ་ཡ་མི་ད་པའི་འདུ་ཤེས་དེ་དག་ཡོང་གི་ཡོད་མ་རེད་དེ་མ་ཡོང་ན་ཆོས་པ་ལབ་པ་ཡིན་ན་ཡང་དག་ཐེ་ཚོམ་ཞིག་རེད་རེད་འདུག་ག་ཡང་དག་པའི་ཆོས་པ་རེད་ཡིན་དང་མེད་ང་ཚོ་བརྟག་དཔྱད་བཏང་དགོས་ཡ་ཐེ་ཚོམ་ཞིག་ལས་རེད་འདུག་ག་མི་ད་པའི་འདུ་ཤེས་མི་འདུག་ག། དེ་འདྲའི་ལ་སེམས་མ་བཏང་ཡོན་དུ། འོ་དེ་ནི། མི་ལ་བའི་འདུ་ཤེས་ཅེས་བསྒོ་བ། ག་དུས་ཤིག་ཡང་ངེས་པ་མེད་པར་བློ་སྣ་ཐུང་ཐུང་ཅིག་གི་ཐོག་ནས་བསྡད་ཀྱི་ཡིན་ན། ཆོས་ཉམས་ལེན་དེ་གནད་དུ་འགྲོ་ཐུབ་བ། ཆོས་དེ་ད་ལྟ་གཉིས་ནས་ཅིག་གི་སེམས་རྒྱུད་ལ་ཚུར་རྒྱར་ཐུབ་བ། སངས་རྒྱས་རྣམ་འབྱེད་ཀྱི་ཐོག་ལ་བསྡད་པ་མ་ཡིན་པར་ད་ལྟ་གཉིས་ནས་ཆོས་སེམས་རྒྱུད་ལ་ཚུར་རྒྱག་ཡ་ལ་ཕན་ཐོགས་ཆེན་པོ་ཡོད་རེད། དེ་ཡིན་དུ་འཇིག་རྟེན་བྱ་བ་ཐོང་ཟེར་ཡ་དེ་ས་མོ་དེ་འདྲ་ཞིག་ཏུ་བཏང་ཡོང་ན་དེ་ནས་ཆོས་བརྒྱུད་ལ་འབྱོར་བ་རེད་འདུག་ད་དེ་ཚོ་ཡང་དམའ་ས་སྐད་ཆ་རེད་བསམ་ཡང་དེ་སྐྱོན་རེད་ཡང་འགའ་ཤས་དེ་འདྲ་བསམ་དགོས་འདུག་དེ་ཚོ་ལྟ་སྒོམ་མཐོན་པོ་སྐད་ཆ་བཤད་དགོས་རེད་མ་གཏོགས་ལས་འབྲས་ཟེར་ཡ་འདྲ་པོ་དང་མི་རྟག་པ་ཟེར་ཡ་འདྲ་པོ་དེ་ཚོ་འཇིག་རྟེན་དམའ་དམའ་པོའི་སྐད་ཆ་རེད་བཤད་ཡོད་རེད་དེ་དེ་འདྲ་མ་རེད་ལ། ཆུ་དངོས་གཞི་བས་ཀྱང་སྔོན་འགྲོ་ཟབ་ཟེར་བླ་མ་འབྲི་གུང་པ་ཆེན་པོ་གསུང་བ་ལྟ་བུ། དངོས་གཞི་ལས་ཀྱང་སྔོན་འགྲོ་ཟབ་གི་ཡོད་རེད་ག་རེ་ཟེར་ན་དངོས་གཞིའི་ཉམས་ལེན་དེ་རང་གི་སེམས་རྒྱུད་ལ་ཚུལ་བཞིན་དུ་འཇུག་མ་འཇུག་དེ་སྔོན་འགྲོའི་ཆ་ཆེན་ལ་རག་ལས་ཀྱི་འདུག་བ། ང་ཚོའི་ལུས་ངག་ཡིད་གསུམ་ལ་སྡིག་སྒྲིབ་ག་ཚད་ཅིག་ཡོད་རེད། ཉེས་པ་ག་ཚད་ཅིག་ཡོད་རེད། སྒྲིབ་པ་ག་ཚད་ཅིག་ཡོད་རེད་ལྷག་པར་དུ་སེམས་ལ་སྒྲིབ་པ་ག་ཚད་ཅིག་ཡོད་རེད་ཉི་མ་རེ་རེ་བཞིན་དུ་ཆགས་སྡང་གི་སྒྲིབ་པ་ག་ཚོད་ཅིག་བསགས་བསྡད་ཀྱི་ཡོད་རེད་དེ་འདྲའི་ཅིག་གི་ཆགས་སྡང་གི་ཕུང་པོ་ཆགས་སྡང་གིས་བསགས་པའི་གི་ཉེས་པའི་ཕུང་པོ་རི་རབ་ཙམ་ཅིག་གི་ནང་ན་ཡོད་པ་དེ་རྣམས་ལ། ལྟ་བ་རྣམས་དང་ག་བ་སྐྱེ་གི་རེད། སྒོམ་རྣམས་དང་སྤྱོད་པ་རྣམས་ལྟ་དེ་ཡོང་ཡ་མེད་པ། དེ་འདྲ་གི་ལྟ་སྒོམ་སྤྱོད་པ་ཡང་དག་པ་རང་གི་སེམས་རྒྱུད་ལ་ཡོང་ཡ་ལ་དང་པོ་སྒྲིབ་པ་སྦྱང་དགོས་པ་འདུག་ཨ། ཕྱག་འཚལ་བ་དང་མཆོད་ཅིང་བཤགས་པ་དང་རྗེས་སུ་ཡི་རང་བསྐུལ་ཞིང་གསོལ་བ་ཡིས་རྒྱལ་བ་ཅུང་ཟད་བདག་གིས་ཅི་བསགས་པ་ཐམས་ཅད་བདག་གིས་བྱང་ཆུབ་ཆེན་པོ་བསྔོ་བ་སའི་ཡན་ལག་བདུན་གྱི་ནང་ནས་བཤགས་པ་དེ་འདུག་ཨ། ཡང་རེ་ཡིན་དུས་ང་ཚོ་སྡིག་པ་ལ་སྡིག་པ་དུ་ཤེས་ནས་བཤགས་པ་ཕུལ་དགོས་ཨ། བཤགས་ན་ཕན་ཐོགས་ག་རེ་ཡོད་རེད་ཟེར་ན་རང་རྒྱུད་ལ་སྒྲིབ་པ་དེ་ཇེ་ཉུང་དང་ཇེ་ཟབ་ཏུ་འགྲོ་བ་རེད། ཇེ་ཉུང་ཇེ་ཟབ་ཏུ་སོང་བ་ཡིན་ན་དེ་ཡི་སྟེང་དུ་དམ་པའི་ཆོས་ལ་ཐོས་བསམ་སྒོམ་གསུམ་བྱེད་པའི་ཤེས་རབ་རྣམ་པར་དག་པ་སྐྱེ་བ་ལ་གོ་སྐབས་ཡོད་རེད། ཤེས་རབ་སྐྱེ་དགོས་ཡོད་རེད། ཐོས་པའི་ཤེས་རབ་མ་སྐྱེས་ན་བསམ་པའི་ཤེས་རབ་སྐྱེ་གི་མ་རེད། དེ་མ་སྐྱེས་ན་སྒོམ་བྱུང་གི་ཤེས་རབ་སྐྱེ་གི་མ་རེད་སྒོམ་བྱུང་གི་ཤེས་རབ་མ་སྐྱེས་ན་གནས་ལུགས་རྟོགས་པ་མི་སྲིད་པ་རེད་བ། འོ་དེ་འདྲ་ཡིན་དུས་གཅིག་གིས་བརྟག། སྐྱོ་བ་སྐྱེ་ཞེས་པ་ཚིག་དེའི་ཕ་བལྟས་ན་ལས་སླ་བོ་འདྲ་ཞིག་ཁོ་ངེས་འབྱུང་ཅིག་རེད་ཟེར་ཡ་ཅིག་རེད་དེ་ཡིན་ན་ཡང་དེ་ཟབ་བོ་ཅིག་སྐྱོ་བ་སྐྱེ་ཡ་དེ་ཟབ་བ་ཅིག་དང་ཁོ་གནད་འགག་ཆེན་པོ་ཞིག་ལྷོ་ལ་ཡོང་བ་རེད། ཁ་སང་ངས་མི་ཇུ་རྡོ་རྗེས་ང་ཚོར་ཐུན་བཞིའི་བླ་མའི་རྣལ་འབྱོར་དེ་ལུང་དྲངས་པ་ཡིན་པ། ངེས་པར་འཆི་བ་སྙིང་ནས་དྲན་པ་དང། མོས་གུས་རྣལ་མ་རྒྱུད་ལ་སྐྱེ་བ་ནས། ཞེན་ལོག་མཐའ་རུ་ཕྱིན་པའི་ངེས་འབྱུང་གིས་མི་བརྗོད་དགའ་བའི་བྱིན་རླབས་འཇུག། མི་བརྗོད་དགའ་བའི་བྱིན་རླབས་འཇུག་ཡ་ལ་ཚེ་ཉིད་དེ་ཚོ་ཚང་དགོས་ཀྱི་འདུག།